སློབ་ཚན་བདུན་པ་དེམ་གྱི་ཁ་ལུབ་འགུལ་བའི་རྒྱུ་མཚན་ཅི་ལོ་ངོ་ཉིས་བརྒྱ་ལྷག་གི་ཡར་སྔོན་དུ་དབྱིན་ཇི་རྒྱལ་ཁབ་ན་བཟོ་བའི་བྱིས་པ་མང་ལ་དབའ་ཐེ་ཟེར་བ་ཞིག་ཡོད་ཁོ་ནི་ཆུང་དུས་ནས་དངོས་པོའི་ཆོས་ཉིད་ལ་བརྟག་པར་དགའ་བ་ཡིན་ཉིན་ཞིག་ལ་བ་དེ་ལྕགས་ཐབ་ཐོག་གི་ལྟེམ་གྱི་ནང་གི་ཆུ་ཁོལ་ཏེ་ལྟེམ་གྱི་ཁ་ལུབ་ཤི་ར་ལྡང་ནས་ཐག་ཐག་ཐག་གྲགས་པ་མཐོང། ཁོས་ཡ་མཚན་པའི་སྒོ་ནས་ཡིད་ཙམ་ལ་བལྟས་ཀྱང་ལྟེམ་གྱི་ཁ་ལུབ་འགུལ་བའི་རྒྱུ་མཚན་རྐྱེན་པ་མ་ཤེས་པས་རྨོ་བོར། ལྟེམ་གྱི་ཁ་ལུབ་ཅི་ཞིག་གིས་འགུལ་དུ་བཅུག་པ་རེད་ཅེས་དྲིས། རྨོ་བས་ཕྱི་འཁོར་བ་ན་ལྟེམ་གྱི་ཁ་ལེབ་འགུལ་བ་རེད་ཅེས་ཟེར། དབའ་ཐེ་ཕྱི་འཁོར་ན་ལྟེམ་གྱི་ཁ་ལེབ་འགུལ་བའི་རྒྱུ་མཚན་ཅི་ཡིན། དེ་ཅི་ཞིག་གི་འགུལ་དུ་བཅུག་པ་རེད་ཅེས་དྲིས། རྨོ་བས་དེ་སུའི་ཤེས་སམ་ཞེས་ཟེར། རྗེས་སུ་དབའ་ཐེ་རྐྱེན་དུ་ལྕགས་ཐབ་ཀྱི་གམ་དུ་བསྡད་དེ་ཞིབ་ཏུ་ལྟ་བཞིན་ཡོད། ཁོས་ཆུ་ཁོ་ནས་ལྟེམ་ནང་གི་རླངས་པ་ལྷོག་ལྷོག་ཏུ་འཁྱིལ་བ་མཐོང་ནས། ལྟེམ་གྱི་ཁ་ལེབ་ནི་རླངས་པའི་མགུལ་དུ་བཅུག་པ་ཤེས་སོང། ཡང་ཁོའི་བསམ་པར། རླངས་པས་ལྟེམ་གྱི་ཁ་ལེབ་མགུལ་དུ་འཇུག་ཐུབ་ན། ལྷ་ང་ཆེན་པོ་ཞིག་གི་ནང་དུ་ཆུ་བསྐོལ་ཚེ་རླངས་པ་ཆེན་པོ་འབྱུང་བས། དངོས་པོ་ལྗིད་མོ་མགུལ་དུ་འཇུག་ཐུབ་པ་མ་ཡིན་ནམ་སྙམ། དབའ་ཐའི་ནར་སོན་རྗེས་མུ་མཐུད་དུ་རླངས་པ་ཇི་ལྟར་བེད་སྤྱོད་པའི་ཐད་ལ་བསམ་བློ་བཏང་བ་དང། ཁོས་ཚོད་ལྟ་གང་མང་བྱས་པར་མ་ཟད་ད་དུང་གཞན་གྱི་ཉམས་མྱོང་ལ་སློབ་སྦྱོང་བྱས་པས། མཐར་རླངས་སྒུལ་འཕྲུལ་ཆས་གསར་བཟོ་བྱས་པ་རེད།